ཕུང་པོ་ལྔ་པོ་དེ་དག་ལ་ཡང་རང་བཞིན་གྱིས་སྟོང་པར་སྣང་བ། ཅེས་སོ། ཟླ་བོ་གཟུགས་སྟོང་པའོ་སྟོང་པ་ཉིད་སོ་སོ་གཟུགས་ལས། གཞན་མ་ཡིན་སྟོང་པ་ཉིད་ལས་ཅེས་གཟུགས་གཞན་མ་ཡིན་ནོ་དེ་བཞིན་དུ་ཚོར་བ་དང་འདུ་ཤེས་དང་འདུ་བྱེད་རྣམ་པར་ཤེས་པ་རྣམས་སྟོང་པའོ་ཤཱ་རིའི་བུ་དེ་ལྟ་བ་ན། གཉིས་ཏེ་མཚན་ཉིད་མེད་པ་མ་སྐྱེས་པ་མ་འགགས་པ་དྲི་མ་མེད་པ་དྲི་མ་དང་བྲལ་བ་མེད་པ་གང་བ་མེད་པའོ་ཞེས་རེ་བ་དེ་ལྟ་བ་ན་སྟོང་པ་ཉིད་ལ་གཟུགས་མེད་ཚོར་བ་མེད་འདུ་ཤེས་མེད་འདུ་བྱེད་མེད་རྣམ་པར་ཤེས་པ་མེད་མིག་མེད་རྣ་བ་མེད་སྣ་མེད་ལྕེ་མེད་གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རེག་བྱ་མེད་ཆོས་མེད་མདོག་མེད་ཀྱི་ཁམས་མེད་པ།

བླ་ན་མེད་པའི་ངང་མི་མཉམ་པ་དང་མཉམ་པའི་ངང་སྡུག་བསྔལ་ཐམས་ཅད་རབ་ཏུ་ཞི་བར་བྱེད་པའི་ངང་མི་བརྩོན་པ་ནང་བདེན་པར་ཤེས་པར་བྱ་སྟེ། ཕ་རོལ་ཏུ་ཕྱིན་པའི་ངང་སྟེ་ཡ་ཐ་ག་དེ་ག་དེ་པ་ར་ཧ་དེ་པ་ར་སངས་ག་དེ་བུ་དེ་ཡེ་སོ་ཧ། བྱང་ཆུབ་སེམས་དཔའ་འདི་དག་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་ལ། ལས་སོ་ལས་སོ་རིགས་ཀྱི་བུ་དེ་དེ་བཞིན་ནོ་རིགས་ཀྱི་བུ་དེ་དེ་བཞིན་དེ་ཇི་ལྟར་ཆོས་ཀྱི་བསྟན་པ་བཞིན་དུ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་དེ་བཞིན་གཤེགས་པ་རྣམས་ཀྱང་རྗེས་སུ་ཡི་རང་ངོ་བཅོམ་ལྡན་འདས་ཀྱིས་དེ་སྐད་ཅེས་བཀའ་སྩལ་མོད།

མ་འགྱུར་ནམ་མཁའི་མཐའ་དག་ཉིད་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་ཐོབ་བྱ་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་གོ་འཕང་རིན་པོ་ཆེ་ཐོབ་པར་བྱ་སྟེ་ཐོབ་པར་བྱ་བའི་ཆེད་དུ་དམ་པའི་ཆོས་ཟབ་མོ་གསན་སྙམ་པའི་ཀུན་སློང་ཀུན་སྤྱོད་ཀྱི་རིམ་པ་རྣམས་རྒྱུན་ལྡན་དམ་པའི་བླ་མའི་མན་ངག་ལས་བྱུང་བ་བཞིན་དུ་གསལ་གདབ་སྟེ་གསན་པར་ཞུ། ད་དེ་རིང་འདི། དུས་ཁྱད་པར་ཅན་ཆུ་སྦྲུལ་སྨོན་ལམ་སྐབས་ལ་ཡང་ཆིབས་ཀྱིས་བསྐྱངས་པའི་ཀར་རམ་ཇཱ་དགེ་བའི་བཤེས་གཉེན་རྣམ་པས་དབུས་པའི་སྐྱབས་གནས་དགེ་འདུན་དམངས་རེད། ལྷག་པར་དུ་དེ་ཆིབས་བསྒྱུར་མཉམ་ཞུགས་གནང་མཁན་གྱི་མི་དམངས་ཚང་མ་ལོགས་ལ་ཡང་ཐོག་མར་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་བྱང་ཨ་རིའི་ཕྱོགས་ལ་ཡ། གྱེན་ལྡན་ཆོས་སྤྲུལ་སྨོན་ལམ་ཆེན་མོ་དུས་གཉིས་པ་ད་ཐེངས་མ་གཉིས་པར་བ་དུ། ཨུ་ཚུགས་གནང་དང་ད་ད་ད་དུ་གནང་བཞིན་པ་རེད། ཨན་ད་འདི་ནང་ལོ་ཕེ་དེ་ཉེ་སྐྱབས་གནས་དགེ་འདུན་གྱི་དེ་རྣམ་པ་ཚོས་ད་མ་མཁྱེན་པ་ཡོད་མ་རེད་ཨན་ད་ད་འདི་ནང་ལོ་ཕེ་ཉེ་མི་མང་འགའ་ཤས་ཀྱིས་རེད་བ་ཆོས་སྤྲུལ་སྨོན་ལམ་ས་ཡ་མ་མཁྱེན་ཉེ་དེ་འདྲའི་ཕེ་ཅན་ཡོད་སྲིད་བ་དེ་ཡིན་དུས་ངས་ལ་ཡ། སྨོན་ལམ། སྐོར་ལ་ཡང་ཚིག་ཁ་ཤས་ཞུ་ཡ་བྱས་རེད་བ། ད། དགེ་ལྡན་ཆོས་སྤྲུལ་སྨོན་ལམ་ཆེན་མོ་བསོད་བསྟོད་པ་པོ་དེ་འཇམ་མགོན་བླ་མ་གཙུག་འགབ་པ་ཆེན་པོས་གསར་བསྟོད་མཛད་པ་ཅིག་ཆགས་བསྡད་ཡོད་རེད། གསར་བསྟོད་མཛད་པའི་དུས་དེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་ཁ་ཟེར་སྤྱི་ལོ་གཅིག་སྟོང་བཞི་བརྒྱ་ཨ་ནི་བཅུ་མེད་དགུའི་ལོ་ལ་ཡང་མཛད་པ་དང་སྐབས་དེ་དུས་རྗེ་རིན་པོ་ཆེ་གི་རི་བོ་དགེ་ལུགས་པའི་གདན་ས་དང་གཙོ་བོ་དགེ་ལྡན་ཟེར་བ་དང་དགའ་ལྡན་ཕྱག་བཏབ་པའི་ལོ་དུས་གཅིག་པ་རེད་སྤྱི་ལོ་བཞི་བརྒྱ་བཅུ་མི་དགུ་ཚེས་ད་དེ་ནས་ཕྱག་བཏབ་པའི་ག་རེ་ཟོ་ད་གསོལ་དུ་བཙུགས་གནང་ཡག་གི་དགོས་པ་དེ་ཕྱོགས་གཅིག་ནས་དགེ་ལྡན་གྱི་སྨོན་ལམ་དང་འབྲེལ་བའི་དེ་འབྲེལ་གྱི་བྱ་བ་རླབས་པོ་ཆེ་དེ་ལ་བརྟེན་ནས་སྤྱིར་སངས་རྒྱས་ཀྱི་བསྟན་པ་རྒྱས་པ་དང་ད་ག་ན་གཞན་བོད་ཁམས་གཙོ་བོར་གྱུར་པའི་འཛམ་གླིང་གི་ཡུལ་གྲུ་ཁག་བཀྲ་ཤིས་པ་ལོ་ལེགས་པ་ཡོང་བ་ལ་སོགས་པའི་དགེ་མཚན་དུ་མའི་ཆེད་དུ་དགོངས་པ་བཞེས་ནས་གཟའ་གཟུགས་སྣང་བ་ཅན་ཕྱག་དེ་ཡོར་བ། དེ་ནས་བཅས་ད་དུས་ད་ལྟ་བར་དུ་ལོ་དྲུག་བརྒྱ་ལྷག་དེའི་རིང་ག་ལ་ལ་ཡ། སྨོན་ལམ་ཆེན་མོ་བྱས་ནས་ད་གཏོགས་སུ་བྱས། འཚོགས་དང་འཚོགས་བཞིན་པ་དང་དེ་འདྲ་ཞིག་ཡིན་པ་རེད། དེ་བྱས། ད་དེ་ནས། མཚོ་སྐྱིད་ནས་ཞུས་པ་ཡིན་ན། ང་ཚོ་ཆུ་སྦྲུལ་སྨོན་ལམ་དེ་ཡང་དངོས་གནས་དྲ་གནས་ཀྱི་རྗེ་རིན་པོ་ཆེའི་མཛད་ཆེན་མང་པོ་ཞིག་ཡོད་པ་ནང་ནས་མཛད་ཆེན་གལ་ཆེ་ནམ་རྒྱུན་བཞི་ཟེར་གྱི་ཡོད་རེད་དེའི་ནང་ནས་གལ་ཆེ་གཅིག་ཆགས་བསྡད་ཡོད་པ་ཙམ་དུ་མ་ཟད། སྟོན་པ་བཀའ་དྲིན་ཅན་གྱི་ཕལ་ཆེན་ལུང་གི་བསྟན་པ་བཅས་ཡང་ཕལ་ཆེན། ཇག་ཡོད་རེད་ཞུས་ན་ཕལ་ཆེར་འགྲིག་ཡོད་རེད་གསུངས་པ་ཡོད། སྤྱི་བཏང་རྗེ་རིན་པོ་ཆེས། བདག་ཅག་གི་སྟོན་པ་བཀའ་དྲིན་ཅན་གྱི། རེད་བ། མདོ་སྡེ་གདམས་ངག་འབོགས་པའི་རྒྱལ་པོ་ལ་སོགས་པ། འཇམ་དཔལ་རྩ་རྒྱུད་ལ་སོགས་པའི་ནང་ལོགས་ལ་ཡང། ལུང་བསྟན་པའི་སྐྱེས་བུ་ཁྱད་དུ་འཕགས་པ་ཅིག་ཆགས་ཡོད་རེད། ཨ་ནི། མདོ་སྡེ་གདམས་ངག་འབོགས་པའི་རྒྱལ་པོའི་ནང་ལོགས་ལ་ཡང། རྗེ་རིན་པོ་ཆེ་ལུང་བསྟན་གྱི་ནང་ལོགས་ལ་ཡང། ད་ལྟ་ང་ལ་ཤེལ་དཀར་གྱི་ཕྲེང་བ་ལྟེ་བའི་སྐྱེས་བུ་དེ་ང་ཡི་བསྟན་པ། སེལ་བྱེད་ལྷ་མ་འོངས་སྙིགས་མའི་དུས་སུ་ནི་དྲི་དང་ལྡན་པའི་ས་མཚམས་སོ། དགེ་བྱེད་བྱ་བའི་དགོངས་པ་དེབས་བྱས་ནས་དགའ་ལྡན་ཕྱག་བཏབ་པོ་ཡོད་པ་གསལ་པོ་གསུངས་ཡོད་རེད། ད་ག་ནང་བཞིན་གྱི་བློ་བཟང་ཞེས་བྱའི་མིང་ཅན་བྱུང་མཚན་ལ་བློ་བཟང་གྲགས་པ་ཞེས་མཚན་འདི་འདྲའི་ཐོགས་གི་ཡོད་པ་སངས་རྒྱས་རང་ཉིད་ཀྱི་ལུང་བསྟན་ཡོད་རེད། ཨ་ནི་དེ་ཙམ་དུ་མ་ཟད་པས། རེ་བ། ཁོ་ནི་རྣམ་མང། ཁོ་ནི་རྣམ་མང་འདུ་བ་ཅན་ཆོས་སྤྱོད་བཅུ་ཡི་རྒྱུན་བཟུང་ཞིང་ལྷ་ཁང་ཀ་བ་ཤིང་ལོ་ཅན། ང་ཡི་གཟུགས་སྐུ་རྣམ་གཉིས་ལ་དབུ་རྒྱན་འབུལ་ཞིང་མཆོད་པ་བྱེད། སྟོན་པས་ཟློ་ཞིང་གསུང་སྒྲོག་ཅིང་སྙན་པའི་དབྱངས་ཀྱིས་གསོལ་བ་འདེབས་ང་ལ་གསོལ་བ་རབ་བཏབ་ནས་བསྟན་པ་ལོ་སྟོང་བར་དུ་གནས་སུ་གང་ལྟར། ཇོ་བོ་ཤཱཀྱའི་མོ་ནི་གཙོ་བོར་གྱུར་པའི་རེ་བ། དེ་འདྲ་བའི་མཆོད་པའི་ཡུལ་ལ་ཡང། ཨ་ནི་རྗེ་རིན་པོ་ཆེ་ད་ལྷག་པར་དུ་ཇོ་བོ་ཤཱཀྱ་མུ་ནེ་ཐོག་མར་སྤྲུལ་སྐུའི་རྣམ་ཅན་དེ་ཉིད་ཨོ་རྒྱན་ལ་སོགས་པ་འབུལ་ནས་ལུང་སྐུའི་རྣམ་པ་ཅན་དུ་བསྒྱུར་བའི་ཐོག་ནས་སྤྱི་དང་འཁོར་བ་མ་སྟོངས་བར་དུ་བཞུགས་པར་ས་ལུང་སྐུའི་ཁྱད་ཆོས་འདི་འདྲའི་གསུང་སྲོལ་ཡོད་པ་ནང་བཞིན་གྱི་ཨ་ནི་ཇོ་བོ་ཤཱཀྱ་མུ་ནེ་དེ་བོད་ཁ་བ་གངས་ཅན་གྱི་ལྷ་སྐལ་ལ་ཡར་བའི་ལོ་པའི་སྟོང་ཕྲག་མང་པོ་གནས་ཡག་གི་རྟེན་འབྲེལ་ཁྱད་པར་བྱུང་སྟེ་འབྲི་གཡག་ཙམ་དུ་མ་ཟད་པའི་བོད་ཁ་བ་གངས་ཅན་ལ་ཡར་སངས་རྒྱས་ཀྱི་བསྟན་པ་རྒྱུན་རིང་པོ་གནས་ཡག་གི་ཕྱིར་དུ་ཨ་ནི། ཅིག། སྨོན་ལམ་ཆེན་མོ་གསར་འཛུགས་གནང་བ་ཙམ་དུ་མ་ཟད་པས། འདི་འདྲའི་གི་མཆོད་རྟེན་གྱི་བྱ་བ་རྒྱ་ཆེན་པོ་མཛད་ཀྱི་ཡོད་པ་དེ་ལུང་གི་བསྟན་པ་སྤྱི་ཕལ་ཆེན་ཆགས་བསྡད་ཡོད་རེད་གསུངས་པ་ཡོད། དེ་ཡིན་དུས་རྩོམ་པ་ལ་ད་རིང་འདི་འདྲའི་བྱས་ཀྱི་ཐོག་ལ་ང་ཚོ་མཉམ་ཞུགས་རེ་བ་དེ་ཕན་ཡིན་ཚང་མ་ལོ་སྐལ་པ་བཟང་པོ་ཞེ་དྲག་རེད་ཅེས་ང་རང་དངོས་གནས་བསམ་བསྡད་ཀྱི་ཡོད། དེ་འདྲའི་འཇིགས་སྟངས་ད་དེ་ནས་སྔོན་གྱི། ཆ་ཤས་བཟང་པོ་ཞུ་ནས་འདྲ་སྨོན་ལམ་གྱི་སྐབས་ལ་ཡ། སྔ་དྲོ་སྔ་དྲོ། སྐྱིད་རབ། ཀྱི་ཆོས་འབྲེལ་གནང་ཡག་གི་ཆ་སྲོལ་དེ་འདྲ་ཞིག་ཡོད་པ་རེད། ད་དེ་ནས་སྐྱིད་རབ་ཞུ་ཡ་དེ་རུ་བ་སྐྱིད་རབ་ཟ་གི་གཞུང་དེ། ག་རེ་རེད་ཅེས་ཞུས་པ་ཡིན་ན། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་སྐུ་དཀྱིལ་སྔ་མ་རྣམས་སོ། སྐྱེ་བ་བཞི་ཚུལ་སྤྱི་དང་ལྷག་པར་དུ་སྐུ་དཀྱིལ་སྔ་མ་སྔ་མ་རྣམས་སོ། རེ་བ་སེམས་ཅན་གྱི་དོན་དུ་རྒྱལ་སྲས་ཀྱི་སྤྱོད་པ་ཞུ་ནས་འདྲ་བྱང་ཆུབ་སེམས་དཔའི་སྤྱོད་པ་ཞུ་ནས་འདྲ། སྦྱིན་སོགས་ཕར་ཕྱིན་དྲུག་ལ་སོགས་པ་དཀའ་བ་བརྒྱ་ཕྲག་གི་ཐོག་ནས་མཛད་པའི་རྣམ་ཐར་བསྟན་པའི་གཞུང་ཅིག་ཆགས་བསྡད་ཡོད་རེད། རེ་བ་སྐྱེས་པའི་རབས་སངས་རྒྱས་བཅོམ་ལྡན་འདས་ཀྱི་འཁྲུངས་རབས་སྐུ་དཀྱིལ་སྔ་མ་རྣམས་སུ་འཁྲུངས་རབས། དེ་ཡང་ད་ག་ཟི་ལུགས་ཀྱི་ཙམ་མོན་པ་དང་གིས་ཞུས་པ་ན་གཞན་གྱི་བྱང་ཆུབ་སེམས་དཔའི་སྤྱོད་པ་རྒྱ་ཆེན་པོ་འདི་འདྲ་ཅིག་མཛད་པས་རྣམ་དག་དང་སྦྲགས་ནས་གསུང་བཤད་འགྱུར་ཅིག་ཆགས་ཀྱི་ཡོད་རེད། དེ་ཡིན་དུས། ཨ་ནི་དགེ་ལུགས་ཀྱི་ད་གེ་འདན་གྱི་སྨོན་ལམ་སྐབས་ལ་ཡང་འདི་འདྲ་བའི་སྐྱེས་རབས་གསུངས་པ་དང་མཉམ་དུ། ན་ཆོག་ཅིག་ནས་སྐྱེས་རབས་ནང་ལོགས་ལས་ནས་ཡང་དེ་རྣམ་དག་གསུངས་པ་དང་མཉམ་དོ། གར་གསུངས་ཀྱི་ཡོད་རེད་བྱས་པས་ན། ད་བྱང་ཆུབ་སེམས་དཔའི། སྤྱོད་པ་ཟེར་ནས་འདྲ་བྱང་ཆུབ་སེམས་ལ་མོས་པ་ཡོད་པ་ཅིག་དང་ཉམས་ལེན་བྱེད་ཉེས་ཅིག། ཡིན་པ་ཡིན་ན། སངས་རྒྱས་བཅོམ་ལྡན་འདས་ཀྱིས་སྐུ་སྐྱེ་སྔ་མ་རྣམས་སུ་མཛད་པའི་རྣམ་དག་དེ་དང་མཐུན་པ་ཅིག་དེ་དང་ཆ་འདྲ་བ་ཅིག་བྱེད་དགོས་རེད་ད་ཞེས་གཞུང་འདིའི་སྐབས་ལ་ཡང་གསུངས་ཡོད་རེད་ལ། བདག་ནས་བྱིན་གྱིས། གསུང་ཆོས་ལྟ་སྐྱེས་རབ་གནང་དགོས་ཡའི་དགོས་པ་དེ་ཡང་འདི་འདྲས་ཅིག་ཆགས་བསྡད་ཡོད་རེད། འདི་འདྲས་ཅིག་ཆགས་བསྡད་ཡོད། དེ་ཡིན་དུས་བཙོན་པ་ལ་ལྟ་འདི་འདྲས་བའི་སྐྱེས་རབ་གཞུང་རྩ་ཆེན་པོ་དེ་ལྟ་མཛད་པོ་པོ་སུ་རེད་ཞུས་པ་ཡིན་ན་ལྟ་ན་མང་ཆེ་མཁྱེན་གྱི་རེད་ང་ཚོ་ནམ་རྒྱུན་སློབ་དཔོན་དཔའ་བོ་ཞུ་གི་རེད་སློབ་དཔོན་དཔའ་བོ་གྱིས་སྐྱེས་རབ་འདི་འདྲས་ཅིག་གཞུང་རྩ་ཆེན་པོ་དེ་མཛད་པ་རེད། དེ་ཡིན་དུས་ལྟ་སློབ་དཔོན་དཔའ་བོའི་སྐོར་ལ་ཡ་ངས་ལ་ཚིག་ཁ་ཤས་ཞུས་པ་ཡིན་ན། ཨ་ནི། དང་པོ་སློབ་དཔོན་དཔའ་བོ་དེ་འཁྲུངས་པའི་སྐབས་ལ་ཡང་འཁྲུངས་ས་ཀྱི་ཁོར་ཡུག་དེ་ནང་པའི་ཁོར་ཡུག་ཅིག་ནང་པའི་སྤྱི་ཚོགས་ཅིག་ཁྱིམ་ཚང་ཅིག་ཆགས་ཀྱི་ཡོད་མ་རེད་དམ་མུ་སྟེགས་པ་ཞུ་ནས་འདྲ་ཕྱི་རོལ་བ་དེ་འདྲ་ཅིག་ཆགས་བསྡད་ཡོད་རེད་ད། སློབ་དཔོན་དཔའ་བོ་འཁྲུངས་པའི་སྐབས་ལ་ཡང་རྩ་བའི་གཞན་དང་མ་འདྲ་བའི་རྣམ་དཔྱོད་རིག་པ་རོ་ཧ་ལེ་བའི་རྣོན་པོ་ཅིག་ཞི་བོ་ཅིག་ཡིན་འདུག་རེད་དོ། ནམ་རྒྱུན་ཁོ་རང་མཚན་ལ་ཡེ་ནས་ཡང་ཨ་ནེ། ཅིག་རིག་པ་རྣོན་པོ་ཟ་ཅིག་ཐོག་ཡོད་རེད། དཔེ་ཆ་ཡིན་ནའི་འདྲ། ག་འདྲས་བྱས་ལ་སློབ་སྦྱོང་གནང་པ་ཡིན་ན་ཡང་དཔེ་སློབ་སྦྱོང་གནང་པ་ཙམ་གྱིས་གཟིགས་པ་ཙམ་གྱིས་དཔེ་ཆ་ཚང་བ་མཁྱེན་ཐུབ་ངེས། ཞི་བ་བཅས་ཀྱི་རྣམ་དཔྱོད་ཡོད་དེ་འདྲས་ཅིག་ཆགས་པ་རེད། དེ་ཆགས་ནས་ནི་ཁོ་རང། ཕྱི་རོལ་བའི་གཞུང་ཙམ་དུ་མ་ཟད་པའི་རིག་གནས་དང་བཅས་པ་སྨན་དང་བཅས་པ་ཐ་ན་ཅིག་ཟློས་གར་དང་བཅས་པ་ལ་ཡང་མཁྱེན་པ་རྒྱས་པོ་ཞི་བ་ཅིག་ཆགས། ཨ་འདི་ཆགས་པ་ཙམ་དུ་མ་ཟད་པས་ཁོ་རང་རིག་པའི་གནས་ལ་རེ་བ་ཤེས་བྱ་གནས་ལ་ཡ་མཁྱེན་པ་རྒྱལ་པོ་ཡོད་པའི་ཐོག་ལ་ཡ་ཁོ་རང་མུ་སྟེགས་པ་ཡིན་པའི་ཆ་ནས་དབང་ཕྱུག་ལ་སོགས་པ་བསྒྲུབས་ནས་གང་ལྟར་མཁས་པ་དང་མཁས་པའི་ཐོག་ལ་ཡ་ལྷ་དེ་འདྲས་ཀྱི་དམིགས་བསལ་གྱི་བྱིན་རླབས་ནས་འདྲ་དངོས་གྲུབ་ཐོབ་བསྟན་འགྱུར་གྱི་སྐྱེས་བུ་ཐམས་པ་ད་སྐྱེས་བུ་ཁལ་དུ་འཕགས་པ་ཅིག་ཆགས་ཡོད་རེད་དེ་ཡིན་དུས་ཙམ་པ་ལ་ད་སྐབས་དེ་དུས་རྒྱ་གར་ནང་ལོགས་ལ་ཡ་རེད་བ། ད་ཇི་ལྟར་ཁོ་རང་འཁྲུངས་ས་དེ་ང་ཚོ་ཁ་ཆེའི་ཡུལ་ཟེར་གྱི་འདུག་བ། ད་ཁ་ཆེའི་ཡུལ་ས་དེ་ག་བ་རེད་བྱས་པ་ཡིན་ན་ད་གསུང་དང། རེད་བ། མ་འདྲ་བ་མང་པོ་ཡོང་གི་འདུག་བ། ང་ཚོ་གཞུང་གི་ནང་ལོགས་ལ་ཁ་ཆེའི་ཡུལ་ས་གཅིག་བྱས། ཨ་གསང་སྔགས་དང་འབྲེལ་བའི་དེ་འདྲའི་གི་སྐབས་ལ་ཡ་ཨུ་རྒྱན་གྱི་ཡུལ་ས་དེ་འདྲ་ཡོད་རེད་ད་དེ་ཚོ་ག་བ་རེད་བྱས་དུས་ད་ང་ཚོ་ཞིབ་འཇུག་གནང་དགོས་ཡ་དེ་འདྲ་ཅིག་ཆགས་བསྡད་ཡོད་རེད་གང་ལྟར་ཁ་ཆེའི་ཡུལ་ལ་འཁྲུངས། ཨ་འདུག་བྱས་ནས་ད་ཁོ་རང་གི་ཁོར་ཡུག་དེའི་ནང་ལོགས་ཞུ་ནས་འདྲ་རྒྱ་ཆེ་ས་ནས་ཞུ་ནས་རྒྱ་གར་ནང་ལོགས་ལ་ཡ། ཨ་ནི་སྐབས་དེ་དུས་ཅིག་མུ་ཏིག་པའི་ཕྱོགས་ལ་ཡང་ཁྱད་པར་མང་པོ་ཡོད་པ་རེད་ལ་ཨ་ནི་ནང་པའི་ཕྱོགས་ལ་ཡིན་ན་ཡང་ཁྱད་པར་མང་པོ་ཞིག་ཡོད་པ་རེད་དེ་ཡིན་དུས་ཨེ་སྐབས་དེ་དུས་མཁས་པ་དེ་ཚོ་ཕག་ཚོས་རྩོད་པ་གནང་ཡ་དང་དེ་འདྲས་མང་པོ་འདུག་ཨ་དེ་ཡིན་དུས་ཨེ་ཁོ་རང་མཁས་པ་ཆེན་པོ་ཡིན་དུས་ཨ་ནང་པ་ལ་ཡང་རྩོད་པ་མང་པོ་གནང་ནས་དེ་བྱེད་དུས་ཨ་ནི་ཁོ་རང་གི་གཡས་གཡོན་གྱི་སུ་ལ་རྩོད་པ་གནང་པ་ཡིན་ན་ཕམ་འགྲོ་གོ་རང་རྒྱལ་འགྲོ་གོ་ཡོད་རེད་ཨ་ཅེ་ཨ་ནི་ཁོ་རང་གི་ཡུམ་དེ་གར་ཡོད་ཅེ་ན། རྩ་བའི་མུ་སྟེགས་པའི་སྤྱི་ཚོགས་ཅིག་ལ་ཡོད་པ་གང་ཞིག་ལ་ནང་པའི་ཆོས་ལ་ཡང་དད་པ་ཡོད་བདེན་འགྱོ། ཤ་ཞེན་ཡོད་བདེན་འགྱོ་ཅེས་ཆགས་བསྡད་ཡོད་རེད། དེ་ཡིན་དུས་ད་ཁོ་རང་གི་སྤུ་གུ་གི་ནང་པ་མང་པོ་ཅིག་རྩོད་ནས་ཕམ་པར་བྱེད་ཀྱི་ཡོད་དུས་བསམ་པ་ལ་ཡུམ་གྱི་སམ་ཐུགས་ལ་ཡ། ད་ཁོ་རང་དངོས་གནས་ཀྱི་ནང་པའི་མཁས་པ་མཚན་ལྡན་ཅིག་ཐུག་ནས་བུ་དེ་ཚུར་ཏག་ཏག་བཟོ་རོགས་བྱས་ན་བསམ་དེ་འདྲའི་དྲན་ནང་ནས། འོ་ན་བུ་ལ་ག་རེ་གསུངས་པ་རེད་ཟེར་ན་ཁྱེད་རང་ད་ལྟ་རྩོད་པ་རྩོད་ས་དེ་ཁོར་ཡུག་འདི་ཆ་ཤས་པ་ཡིན་ན་ནང་པའི་མཁས་པ་ཤི་ར་ཡོད་ས་ཞིག་མ་རེད། ཆུ་རེད་ཆ་ཤར་བའི་ནས་ཆུ་ཐིགས་པ་ཡོད་ས་འདྲ་བོ་ཅིག་ཆགས་བསྡད་ཡོད་རེད། ད་དངོས་གནས་ཆུ་མ་སོང་ནས་རྒྱ་མཚོ་དེ་ག་ལ་ཡོད་རེད་ཟེར་ན་ད་ན་ནན་འདྲ་དང་དེ་ཚོ་ལ་ཡང་ཡོད་རེད་གདའ། ད་ཁྱེད་རང་ཕི་གའི་ཕྱིན། ཨ་དངོས་གནས་ནང་པ་དེ་ཅིག་བཙོན་ནས་ཁྱེད་རང་འཐབ་ནས་རྒྱལ་བ་ཡིན་ན་དངོས་གནས་ཁྱེད་རང་རྒྱལ་སྒོ་ཆོད་པ་རེད་ཨ་མའི་བུ་ཆགས་པ་རེད་བྱས་ནས་ཨ་གང་ལྟར་ཡུམ་གྱི་ཐུགས་ལ་ཡང་ནང་པའི་ཚུགས་ཏག་ཏག་ཞོ་ཐུར་བ་བྱེད་ནོ་སམ་བཏང་བ་རེད། ད་ན་ནིན་དགྲ་ལ་ཕེ། ན་ནིན་དགྲ་ལ་ཕེ་གེ་གཙོས། ན་ནིན་དགྲ་ལ་དངོས་གནས་དྲ་གནས་བསམ་གྱི་མི་ཁྱབ་པའི་ཁྱད་པོ་མང་པོ་ཡོད་རེད་དེ་ལས་སླ་འཁྱིལ་ཡོད་མ་རེད། ད་ལུས་བྱེད་དེ་ད་སྙི་མ་ཡིན་ན་གཙོས་ནས་ཞོ་ཐབས་ཟིན་འདུག་བཞག་བྱེད་ཀྱི་ཡོད་མ་རེད་ཐབས་ཉན་འདི་གིས་ཨ་ནི་ཞོ་ཉན་འདི་ལས་ཡག་བཀའ་མང་པོ་བཏང་གི་ཡོད་རེད། རེད་བ། འདི་བྱས་ཆོག་གི་མ་རེད་འདི་བྱས། བྱས་ན་འགྲིག་གི་མེད་ས་ཡག་དང་ཨ་ནི་བཀའ་གདམས་ནང་བཞིན་ཁས་ལེན་རྒྱུ་རེད། དེ་བྱེད་དུས་ནང་པའི་ང་ཚོ། སྤྱིའི་ཆ་ལ་ཡ་འགོ་རྒན་ཟེར་ནས་འདྲ་འགལ་རྐྱེན་མང་པོ་ཅིག་འཕྲད་པ་ཡིན་ཙང་ཨ་ནང་པའི་ནང་ནས་འདྲ་ཞུ་ཡན་གྱི་སྐྱེས་བུ་དམ་པ་རྣམ་པ་ཚོ་ཀྱིས་ད་ག་རུ་དགོངས་པ་རེད་ཟེར་ན་ད་འདུག་ཟེར་ན་ཡོང་ཡ་ཁྱོན་ནས་མི་འདུག་ད་ང་རང་ཚོ་ག་རུ་ཆས་པ་རོ་ཟེར་ན་ད། བླ་ན་མེད་པའི་ད་ང་ཚོའི་གར་བཞུགས་རེད་ཁྱེད་ཀྱི་འགྲུལ་པའི་དབོང་པོ་མགོན་པོ་ཀླུ་སྒྲུབ་ལྷོ་ཕྱོགས་དཔལ་གྱི་རི་ལ་བཞུགས་བསྡད་ཡོད་རེད་ད་མགོན་པོ་ཀླུ་སྒྲུབ་གདན་དྲངས་དགོས་འདུག་ད་གདན་དྲངས་པ་ལ་ད་རིང་ཁ་སང་ནང་བཞིན་གྱི་ཨོ་བྷེ་རོ་ཆེ་ཆེ་ནས་རེད་བ་ཞལ་པ་ཕུལ་ཡ་ཡོད་མ་རེད་རེད་བ་ཨི་མེལ་ཕུལ་ཡ་ཡོད་མ་རེད་མྱུར་འཕྲིན་ཕུལ་ཡ་ཡོད་མ་རེད་ཨ་ནས་ཕེབས་པ་ལ་ཡིན་ན་ཡང་བཞི་བོ་མགོ་བོར་བ་དེ་ཡིན་དུས་ཨ་ན་ནེ་བཀྲ་ཀྱི་སྲུང་མ། འོན་ཏེ་མགོན་པོ་ཆེ་རེད་ཨང་མགོན་པོའི་དྲུང་དུ། ད་བསྟན་པ་ལ་ཐུག་པ་ཡིན་ཙང་དངོས་གནས་བདེན་པ་བདར་ནས་ད་མགོན་པོའི་དྲུང་དུ་ཡེ་གེ་ཞིག་ཁྲིད་ཡེ་གེ་དེ་བཞག་ད་དེ་ཕར་གང་ལྟར་ཁྱེད་རང་ཐུགས་དང་ནུས་པ་ཡོད་པ་ཡིན་ན་བསྟན་པ་སྐྱོང་དགོས་ཀྱི་ཡོད་ན་ད་དེ་མགོན་པོ་ཀླུ་སྒྲུབ་ཆོས་པ་ཞིག་གནང་རོགས་བྱས་ཟེར་ནས་བདེན་པ་བདར་ནས་དེ་བྱས་ཡིན་དུས་ཨང་མགོན་པོ་སྐུ་སྟེགས་ཀྱི་ཐུགས་ཀ་ནས་བྱ་རོགས་ཞིག་བྱུང་ནས་ཨང་ཡེ་གེ་དེ་བསྣམས་ནས་མགོན་པོ་ཀླུ་སྒྲུབ་ལ་ཕུལ། ཨང་མགོན་པོ་ཀླུ་སྒྲུབ་དེ་ཟེར་བས་ཟིན་ནས་ཨོ་ད་ང་ཕར་ན་ནེ་དྲ་ཕྱོགས་ལ་ཡར་འབྲོག་གོ་འདུག་ཟེར་དེ་འདྲའི་ཅིག་བཀའ་གནང་དུས། མགོན་པོ་ཀླུ་སྒྲུབ་ཀྱི་སློབ་མ། སྐྱབས་སེ་རྟ་སློབ་དཔོན་ཨརྱ་སྡེ་བ་སློབ་དཔོན་འཕགས་པ་ལགས་ཞུ་སྒོར་བ། ཁོང་གིས། མགོན་པོ་ཀླུ་སྒྲུབ་ཞུ་རོགས་གནང་ཟེར་ད་རྒན་ལགས་ཞུ་རོགས་གནང་ཟེར། རྒན་ལགས་ཚབ་ལ་ངས་འབྲོག་གོ་ཞེས་ཞུས་པ་རེད། དེ་ཡིན་དུས་ཙང་པ་ལ་ད་ཕེབས་ད་ཕེབས་ཆོག་མགོན་པོ་ཀླུ་འཕགས་པ་ག་ས་སློབ་དཔོན་འཕགས་པ་ལགས་ཟེར་ནས་སང་ཕོད་མི་ཁྱད་པར་མཁས་པ་ཆེན་པོ་དར་ཁ་ནང་བཞིན་གྱི་མཁས་པ་ཙམ་དུ་མ་བཟོ་བའི་སྒྲུབ་པའི་ཡོན་ཏན་མཐོན་པོ་ལ་ཕེབས་པ་ཅིག་རེད་དེ་ལས། མགོན་པོ་ཀླུ་སྒྲུབ་ཀྱིས་ཁྱེད་རང་འབྲོག་ན་དེ་འགྲིག་གི་འདུག་དེ་ལས་འབྲོག་ན་ངས་ལ་ཕི་གི་གླགས་ཁྱེད་དམག་གིས་བལྟ་གི་ཡིན་དཱགས་བྱས་ནས་ཨ་ནི་མགོན་པོ་ཀླུ་སྒྲུབ་ཀྱི་ཕྱི་རོལ་པའི་འདོད་པ་ཆེས་ལྟ་བ་བཞིན་དུ་ཁོ་རང་གི་ཁས་ལེན་གཟིམས་ནས་ཨང་བག་བཙོས་ནས་ཨང་འཕགས་པ་ལ་བརྒལ་བ་རེད་ཨོ་ད་ཡོང་ས་རེད་བྱས་ནས་ད་ཇི་ལྟར་འབྲུ་མང་པོ་བཞག་ཡོད་རེད་ད་ཀྱིས་ཡོང་ས་འདུག་བྱས་ནས་ཨ་ནི་ཕ་འཕགས་པ་ལ་ཕེ་ད་ནང་ག་ལ་ཡ་ཅན་སྦྱིན་པ་བཏང་པ་ད་འདི་འདྲའི་འབྲུ་མང་པོ་བཞག་ཡོད་རེད་འདི་འདི་ཞུ་མ་གོ་བྱས་ནས་ཨ་འདི་ནས་ད་འཕགས་པ་ལ་ཕ་ར་བ་ལོ་བོན་ཨ་ཡ་སྡེ་བ་ན་ནིན་དྲ་ཕྱོགས་ལ་ཕེ་ཡོང་གི་ཡོད་རེད། དེའི་ཕས་ཡོན་ཏན་བསམ་པ་ལ། ཨོ་ད། ཀོང་པོ་ཀླུ་སྒྲུབ་ཀྱི་སློབ་མ་འགྲན་ཟླ་རེ་ཧྲི་བ་ཨ་ཡེར་ཟླ་བ་ཕིག་གི་ཡོད་རེད་ཟེར་ནས་སྐད་ཆ་དེ་ཁྱབ་བསྡད་ཡོད་རེད་ཡིན་ན་ཡང་འཕགས་པ་ལ་སུ་ཡིན་པ་དང་དེ་ཚོ་དེ་རིང་ཁ་སང་ནང་ཞིག་གི་པར་རེད་ཡོད་མ་རེད་འདི་ཁྱེད་ཀྱི་ཡོད་མ་རེད་བ། ཨ་འདི་ཡིན་དུས་ད་འཕགས་པ་ལ་ཕ་ན་ནེ་དྲ་ལ་ཕེབས་ཡིན་ན་ཡང་ཕེབས་པ་དེ་སློབ་དཔོན་ཨ་རེ་ཡ་ཟླ་བ་ཀྱི་སུ་སླེབས་ཡོད་མེད་ངོ་ངོ་ཐག་ཆོད་ཀྱི་ཡོད་མ་རེད་དང་པོ། ཨ་འདི་འདྲ་ཞིག་སྐབས་ལ་ཡ། ཨ་མྲ་སློབ་དཔོན་རྟ་ཡང་ཡོད་རེད་བ། སློབ་དཔོན་རྟ་ཡང་རྟ་ནཱ་ལེནྡྲའི་ལོ་བཙོས་ནས་ནཱ་ལེནྡྲའི་ལོ་ཉམས་བཏང་ནས་བསྡད་དེ་ཡོད་རེད་རེད་བ། ནང་པའི་གྲྭ་པ་དེ་ཚོ་དགུ་རེ་གཅིག་དགུ་རེ་གཉིས་གྲངས་ཀ་བརྒྱབ་ནས་ཉམས་བཏང་ནས་བསྡད་དེ་ཡོད་རེད་རེད་བ། ཕྱི་ལོག་ལ་མ་འགྲོ་མ་བྱོས་ནང་པའི་གྲྭ་པ་ཚོ་ཕྱི་ལོག་ཕྱི་ལོག་གི་དེ་ཚོ་ཡག་ཡོང་མ་བྱོས། དེ་བྱེད་དུས་ཨ་ནི་དེ་འདྲས་བྱས་ལ་སློབ་དཔོན་རྟ་ཡང་ཉིན་མ་བྱས་གར་ཕྱི་བར་ཟེར་ན་དེ་རེད་བ། ཆུ་གཏོར་ཆུ་ཡི་ཆུ་ལ་དེ་འདྲས་ཡང་ཆོ་ག་དེ་འདྲས་བྱས་ན་དེ་འདྲས་བྱས་ཡོད་རེད། ན་དེ་འདྲས་བྱས་སྐབས་ལ་ཡང་འཕགས་པ་ལ་ཕེབས་ནས་ད་རྟ་དབྱངས་ཀྱིས་འཕགས་པ་ལ་ཞལ་ཚོགས་ཀྱི་ཡོག་མར་བལྟ། ཨ་ནི། འཕགས་པ་ལ་བཀའ་འདྲི་ཞུས་པས་གར་གནང་གི་ཡོག། ཟེར་ནས་ཨ་ནི་སློབ་དཔོན་རྟ་དབྱངས་ཀྱིས། ད་ཕྱུགས་ཀྱི་ཆོ་ག་འདྲ་བོ་ཆུ་གཏོར་འདྲ་བོ་ཞིག་གཏང་གི་ཡོད། དེ་གར་བྱས་ནས་གཏང་གི་ཡོག་ཟེར་བ་རེད། ངའི་ཕ་མེས་ཀྱི་རེད་བ། ད་ང་ཚོ་ཕ་མེས་ཡང་མེས་ཟིག་རེད་བ། ཕ་མེས་ཚོ། ཨ་ནི། ཅིག་སྡིག་པ་ད་ཡག་དང་ཕ་མེས་ཀྱི་ཚོའི་ཆེད་དུ་ངས་ཆོ་ག་གཏང་གི་ཡོད་ཟེར། ཨ་ནི་འདི་ནི་འཕགས་པ་ལགས་ཀྱིས་ཆུ་བྱི་ཡིན་ནམ་ཡང་ཆུ་བྱི་བླུགས་ནས། ཨ་ཡ། རྟ་ཡང་གི་ཁྱེད་རང་ག་རེ་བྱེད་ཡོད་ལ་ཡོད། ང། ལྷོ་ཕྱོགས་དཔལ་གྱི་རིགས་ལ་ཤིང་སྡོང་སྐམ་པོ་ཞུས་འདི་ལ་ཆུ། ཤིང་སྡོང་སྐམ་པོ་འདི་ལ་ཆུ་རྒྱག་པ་ཡོད་ས་བྱས་ནས། འདི་བྱས་པ་རེད། ད་དེ་ནས། རྟ་ཡང་གི། ཁྱོད་ལྐུགས་པ་རང་རེད། གླེན་པ་རང་རེད། ཤིང་སྡོང། སོ་ཐག་རིང་པོ་ཡོད་འདི་ལ་ཆུ་བླུགས་ན་ག་རེ་ཕན་གི་རེད་ས་བྱས་ནས། ཨ་ནི་ཕར་ལན་ག་རེ་སྐྱོན་པ་རེད་ཟེར་ན། རེ་བ་ཕ་མེས། དཔེར་ཏེ་ཤི་ཚར་ན་མང་པོ་ཕྱིན་ཚར་བ་རེད། ད་ལྟ་ཆུ་ཡི་སྟོང་མོ་བཏང་ན་ཁོ་ཚོ་སྡིག་པ་ག་འདི་ས་ཐག་གི་རེད། དཔེར་ན་འདི་འདྲ་བོ། ཡང་ཐེངས་རྗེས། འཕགས་པ་ལགས། ཡིན་པ་རེད་ད་སློབ་ཡོན་བཏང་ཡང་འདི་ཆེ་བོ་རེད་ཁྲུས་ནམ་ཚོ་ནམ་གྱི་མུ་ཏིག་པ་འདི་ཚོ་ཁྲུས་རྒྱབ་ནས་ཞུ་བྱེད་ཀྱི་འདུག་ཨ་ཁྲུས་རྒྱབ་ནས་འདི་འདྲའི་བྱེད་ཀྱི་ཡོད་རེད་དེ་ཞུ་བྱེད་ཨ་འཕགས་པ་ལགས་ཁྱེད་རང་ག་རེ་གནང་གི་ཡོད་ཟེར་ཨ་ན་ང་འདི་བྱེད་ཀྱི་ཡོད་ག་ལ་བ་རེད་སྡིག་པ་བཤགས་ཀྱི་ཡོད་ཟེར་རེད་བ་འདི་བྱེད་དེ་ཨ་འཕགས་པ་ལགས་ཀྱི་སྣོད་ཆས་གཅིག་གི་ནང་ལོགས་ལ་བཙོག་པ་ཞིག་བླུགས་ཨ་སྣོད་ཆས་ཕྱི་ལོགས་ནས་ཞུ་བཀྲུས་པ་རེད་ཨ་བཏང་ཡང་གི་ཁྱེད་རང་ག་རེ་བྱེད་ཀྱི་ཡོད་ལ་ད་ང་བཙོག་པ་འདི་གཙང་མ་བཟོ་གི་ཡོད་ཟེར་དེ་བྱས་ཏེ་ད་ཟོག་པོ་སྣོད་ཀྱི་ནང་ལོག་དུ་ཕྱི་ལོག་གཙང་མ་སོང་ན་ག་རེ་ཕན་གྱི་རེད། བྱས་ཏེ། ཨ་ནི་སྡིག་དེ་ཡིན་དུས་སྡིག་པ་སེམས་ཀྱི་ནང་ལོག་ལ་ཡོད་དུས་ཕྱི་ལོག་ཁྲུས་བརྒྱབ་ན་དག་གི་རེད་ཟེར་གྱི་འདུག་ཨ་གཅིག་པུ་རེད་བ་བྱས་ནས། རེད་བ། དེ་ཡིན་དུས་ཨ་ནི་རྟ་ཡང་གི་ག་རེ་རེད་ཟེར་ན་ཨོ་ད་མི་དེ་ང་ལ་ག་ལོག་རེད། ཁ་བདེ་ལྕག་ཉལ་གྱི་རེད་ཤག་བསམ་ནས། ད་ད་གང་བྱས་ད་འདུག་བྱས་ནས་ད་མཐའ་མ་དེ་ཅིག་རྩོད། རྩོད་པའི་སྐབས་ལ་ཡིན་ནས་ད་ག་ས་མི་གཉིས་གསུམ་རྩོད་དེ་འདྲས་མ་རེད་ལུང་པའི་རྒྱལ་པོ་དེ་འདྲས་ཞུས། ཨ་ནི་མཁས་པ་མང་པོ་ནང་པའི་ཕྱོགས་ནས་རེད་མུ་སྟེགས་པའི་ཕྱོགས་ནས་མཁས་པ་མང་པོ་དཔང་པོ་ལ་བཞག་ནས་ཨ་འདུག་གསོད་ང་ཤོག་གསུངས་ན་ཨ་ནི་ཁྱེད་རང་གི་མུ་ཏང་ཡང་གི་རུ་བ་ཁྱེད་རང་ག་རེ་ལབ་ཟེར་ནས་བྱེད་ཀྱི་ཡིན་ཁྱེད་རང་ཤོག་གསུངས་ན་ངས་ག་རེ་ལབ་ནས་བྱེད་དགོས་རེད་ཟེར་ནས་ད་གང་བྱེད་འདུག་བྱས་ནས་ཨ་ནི་ཏང་ཡང་ག་རེ་རེད་ཟེར་ན་ང་ཤོག་གསུངས་ན་ང་ཤེས་ཀྱི་ཡིན་ལབ་རེད་ད་ཆུ་མོ་གང་ག་ལ་ཕྱོགས་མིན་ཤེས་ཀྱི་ཡིན་ཟེར་ནས་ད་གང་བྱེད་འདུག་གསོད་ནས་ཨ་ནི་ཐ་མ་དེ་འཕགས་པ་ལགས་པད་ད་སངས་པའི་མི་མཁས་པ་ཡིན་འདུག་རྣམ་པར་རྒྱལ་ནས་འཕགས་པ་ལགས་ཀྱི་ནང་པའི་ལྟ་ཚུལ་གཞིར་བཞག་རྟ་ཡང་གི་མུ་ཏིག་པའི་ལྟ་ཚུལ་གཞིར་བཞག་ནས་བཙོས་ནས་རྟ་ཡང་ཤོག་རྟ་ཡང་དུ་ཕིར་ཕྱིན་པ་དང་སྦྲུམ་མང་པོ་གཡོར་བ་ད་གང་ཆེ། རྒྱལ་པོ་ཞུ་མ་དགོས་པའི་ཐོག་ནས་རྟ་ཡང་ཚུར་འཕགས་པ་ལགས་ཀྱིས་ཚུར་བཀུག་གནང་ནས་ནང་པའི་ལྷ་ཁང་ནང་བཞག་པ་རེད། ལྷ་ཁང་གཅིག་ནང་བཞག་ཡོང་དུས་རྟ་ཡང་ཁོ་རང་གི་སེམས་ལ་ད་ངས་མུ་ཏིག་པ་ཁོ་རང་གི་རང་གཞུང་ཁོ་རང་ཚོའི་གཞུང་གི་རུ་བ་དུས་ཚོད་ཟེར་ནས་འདྲ་གནད་འགག་ཇི་མ་ཇི་བཞིན་རྦད་དེ་མ་ནོར་བའི་ཐོག་ནས་ལན་བརྒྱབ་བཙོས་པ་ཡིན་དེ་ལས་ཅིག་ཤོག་སོང་ད་དངོས་གནས་ང་ཚོའི་རེ་བ་ལྟ་ཚུལ་ཟིན་ནས་འདྲ། ང་རང་ཚོ་གྲུབ་ལྟ་ཟིན་ནས་འདྲ་འདི་ལ་སྐྱོན་ཅིག་ཡོད་ས་རེད་བསམ་པའི་ཚོར་བ་ཅིག་ཡོད་པ་བྱས། ཨ་འདིའི་ཐོག་ལ་ཡང་དཔེ་ཆ་མང་པོ་ཀློག་ནས་ནང་པའི་དཔེ་ཆ་མང་པོ་ཀློག་ཡོང་དུས་ཨེ་འཇམ་དཔལ་རྩ་རྒྱུད་འདི་ཚོ་གཟིགས་པའི་སྐབས་ལ་ཡང་ད་དངོས་གནས་དྲ་གནས་འཇམ་དཔལ་རྩ་རྒྱུད་རྣམས་ལ་འགོང་པོ་ཀླུ་ཕྲུག་ལུང་བསྟན་ཡོད་རེད། སློབ་དཔོན་འཕགས་པ་ལགས་ཀྱི་ལུང་བསྟན་ཡོད་རེད་འདི་ཡོད་པ་ཙམ་དུ་མ་བཟོ་བས་སློབ་དཔོན་རྟ་ཡང་ཁོ་རང་ལུང་བསྟན་ཡོད་རེད་ད་དེ་ཚོ་གཟིགས་ཡོང་དུས་ཨ་ཁོ་རང་བས་ཧང་སངས་ནས་ད་དངོས་གནས་དྲ་གནས་ཨ་ནང་པའི་ཆོས་ལ་བས་དད་པ་ཡིད་ཆེས་རྩེ་གཅིག་པོ་སླེས་ནས་ཨ་མདའ། ཀླད་པ་བཙོང་དུ་མ་ཟ་བའི་ཧོ་རང་ཐུགས་ལ་བཏང་ང་དངོས་གནས་དྲ་གནས་ནང་པའི་རྗེས་སུ་ཞུགས་ནས་རབ་ཏུ་བྱུང་གི་ཡིན་བྱས་ནས་ཨ་ནི་འཕགས་པ་ལ་ལ་ཞུས་ཨ་ནི་ཁོ་རང་རབ་ཏུ་བྱུང་ཨ་ནི་དེ་བྱུང་པའི་རྗེས་ལ་ཡ། ད་སློབ་ཡོན་བཏང་ཡང་ནང་པ་ཆགས་ཤ་གྲགས་པ་ཆད་ཤ་ལ་ཡོན་དུ་བརྩམས་པ་ལ་ཕྱི་རོལ་པའི་རྦད་དེ་མི་དེ་འདྲ་སྟོང་ཕྲག་མང་པོ་ན་ནི་དྲ་དང་དེ་ཚོ་ལ་གྲ་བ་ཅན་ཡིན་བྱུང་པས་དེ་འདྲའི་རྣམ་དག་ཡོད་པ་རེད་དེ་ཡིན་དུས་ཨ་མདའ་དེ་ཡིན་དུས་ཨ་ནི་སློབ་ཡོན་བཏང་ཡང་གི་སྐུ་ཚེ་སྟོད་ལ་ཡ་ནང་པ་ལ་བཙོས་ནས་བདག་ནི་ཤིང་གི་ད་ནང་པའི་ཆོས་ལ་ཡང་ག་ལོ་རེད། ད་གོ་བ་མང་པོ་བྱས་པ་ཡིན་ཙང་ཨ་འདིའི་སྡིག་བཤགས་ཀྱི་ཆེད་དུ་སྡིག་པ་བཤགས་ཡས་ཀྱི་ཕྱིར་དུ་སངས་རྒྱས་བཅོམ་ལྡན་འདས་ལ་བསྟོད་པ་རེད་བ། ད་བསྟོད་པའི་རིགས་མང་པོ་ཞིག་མཛད་གནང་བ་རེད། དེའི་ནང་ནས་ད་ཡོངས་སུ་གྲགས་པ་གཅིག་དེ་ད་ལྟ་སྐྱིད་རབ་ས་ཡ་དེ་ཆགས་བསྡད་ཡོད་རེད། ཨ་ནེ། ཅི་དང་སློབ་དཔོན་བདག་ཡང་ཁོ་རང་ཕྱག་བཞེས་པ་ཡིན་ནོ་ད་སྐུ་ཚེ་སྨད་ན་དངོས་གནས་དྲང་གནས་ཀྱི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་རྣམ་ཐར་ལ་ད་རྩེ་གཅིག་པ་སྙིང་ཁུངས་རུས་པའི་གཏིང་ནས་ཁ་ཞེ་གཡེལ་བ་མེད་པའི་ཐོག་ནས་དད་འདུན་གཡོ་བ་མེད་པ་ཅིག་ཡིན་པ་རེད་ལ། ཨ་ནེ། གསུང་སྲོལ་གཅིག་ལ་ཡ། ག་རེ་ཡོད་རེད་བྱས་པ་ཡིན་ན། སློབ་དཔོན་བདག་ཡང། ལྟ། སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་དཀྱིལ་སྔ་མའི་མཛད་པ་དེ་ཚོ་ལ་དངོས་གནས་དྲན་ནས་ཀྱི་ཡི་རངས་ཡོད་པའི་ཐོག་ལ་ལྷག་པར་དུ་ལྟ་སྟག་མོ་ལུས་སྦྱིན་ཟེར་བ་ལྟ་སྐྱིད་རབ་ད་ལྟ་སོ་བཞི་ཡོད་པའི་ནང་གི་ལྟ་དང་པོ་དེ་ལེའུ་དང་པོ་ཞུ་ནས་འདྲ་སྐྱིད་རབ་དང་པོ་དེ་ལྟ་མོ་ལུས་སྦྱིན་གྱི་སྐོར་དེ་རེད་ལྟ་དེ་ཚོ་ཟེར་ཡོང་དུས་ལྟ་དེ་ཚོ་བསམ་དགོས་མི་ཁྱབ་པ་རེད་བསྒོམས་ནས་ཁོ་རང་ཡིན་ནས་ཡང། གང་བྱས། སློབ་དཔོན་རྟ་དབྱངས་ཀྱིས་ཁོ་རང་གི་སྐུ་ལུས་དེ་ཡང་རྟགས་ལ་བྱིན་ནས། འདི་འདྲ་ཞིག་གསུང་སྲོལ་དུ། ཨ་ནི་སངས་རྒྱས་ཀྱི་འདི་འདྲའི་མཛད་པ་དེ་ཞི་བ་ཞིག་ང་ཡིན་ན་ཡང་ཇི་ལྟ་བ་བཞིན་དུ་དེ་ནང་བཞིན་ཞེས་ཆེ་འོག་ཏུ་བསྒོམས་པའི་ཐོག་ནས། ཨ་ནི་ཏག་ཏག། ཤིང་ནགས་འདི་འདྲ་ཞིག་ནང་ལོག་ཕེབས་པའི་སྐབས་ལ་སྟག་གི་ཨ་མ་གཅིག་དང་སྟག་ཕྲུག་ཁ་ཤས་ཤིག་ཡོད་པ་ཆད། ཨ་ནི་དེ་ཚོ་བཀྲེས་ལྟོགས་ཀྱིས་མནར་ནས་དཔལ་དེ་བཟུང་ཟས་ནི་དགུ་ཕྱོགས་ཞི་དྲག་རྒྱལ་མོས་པ་ཞིག་གཟིགས་པའི་སྐབས་ལ་ཏག་སྔོན་ནས་དྲ་གནས་ཀྱི་ཐུགས་བརྩེ་བའི་ཐོག་ནས་མངལ་སྒོ་ཁོ་རང་གི་སྐུ་དྲག

སློབ་དཔོན་རྟ་དབྱངས་ཀྱིས་དངོས་གནས་དྲ་གནས་ཀྱིས་ད་སྟོན་པ་ལ་ཡ་ཤས་ཤོད་འདོད་ཐལ་བ་གི་ཐོག་ནས་ནི་ཐང་གི་ལྟོས་བབ་ཟེར་ནས་འདྲ་འདི་འདྲ་ཅིག་ཡོད་པའི་ནང་གི་ད་ཅིག་དེ་སྐྱིད་རབས་སོ་ཤེས་པ་རུ་བ་འདི་ཆགས་བསྡད་ཡོད་རེད། དེ་བྱས་ད་དེ་ཡིན་དུས་བརྩམས་པ་ལ། ད་སྐྱེས་རབས་སོ་བཞི་པ་ཟེར་ནས་སྐྱེས་རབས་སོ་བཞི་པ་དེ་གང་ལྟར་བོད་ལ་ཡ་ནི་འགྱུར་འདུག་སེ་འགྱུར་རྣམ་པར་བ་ད་འགྱུར་དེ་ལ་ཡ་ནི་འགྱུར་སྔ་ཕྱི་གཉིས་ཡོད་ས་རེད་དེ་འདུག་འགྱུར་སྔ་མ་དེ་རྒྱལ་བོ་ཁྲི་རལ་གྱི་སྐབས་ལ་རྒྱལ་བོ་ཁྲི་རལ་བའི་སྐབས་ལ་ཡ་ནི་འགྱུར་རྣམ་པ་ཅིག་ཆགས་ཤག་རེད་བ། དེ་ཡིན་དུས་ཨ་ནི་འགྱུར་སྣང་བརྙན་གྱི་ལོ་ཙཱ་བ་དེ་འཇམ་པའི་གོ་ཆ་ཟ་ཁོང་གིས་འགྱུར་བ་དེ་གཅིག་བྱས་ཨ་ནི་འགྱུར་ཕྱི་མ་གཅིག་ཡང་རྗེས་ལ་འགྱུར་ན་ཤག་དེ་ཡིན་དུས་སྔོན་གྱི་བཀའ་གདམས་པའི་བླ་མ་གོང་མ་རྣམ་པ་ཚོ་རེད་ད་ག་ནང་བཞིན་གྱི་འཇམ་མགོན་བླ་མ་ཙུང་ཁ་པ་ཆེན་པོ་རེད་ཨ་ནི་སྐྱེས་རབས་འགྱུར་རྙིང་པ་དེ་ལ་ཡང་གཙོ་བོ་མཛད་ནས་ནམ་རྒྱུན་བ། བྱས་པས་འདུ་སྣང་གི་ཡོད་ས་རེད་འགྱུར་རྙིང་པ་དེ་ལ་འདུ་བསྟན་ནས་དེ་བྱས། དེ་འདུས་ཨེ་བདག་ནས་གཤེན་གྱི་སྔོན་གྱི་བཀའ་ཐང་པའི་བླ་མ་དམ་པ་རྣམ་པ་ཚོ་ཡིན་ནའི་འདྲ་འཇམ་མགོན་བླ་མ་གཙུག་འགོ་པ་ཆེན་པོ་ཡིན་ནའི་འདྲ་གང་ལྟར་སྐྱེས་རབས་པའི་གཞུང་དེ་བཀའ་གདམས་གཞུང་དྲུག་བྱས་ནས་གང་ལྟར་བཀའ་གདམས་པའི་ཇོ་བོ་བཀའ་གདམས་པའི་གང་ལྟར་བྱང་ཆུབ་ཀྱི་སེམས་ཀྱི་གདམས་པ་གཙོ་བོར་གྱུར་པའི་ང་རང་ཚོའི་དམ་པའི་ཆོས་ལ་ཉམས་བཞེས་གནང་པའི་སྐབས་ལ་ཡང་ན་གཞུང་དྲུག་བྱས་ནས་གསུང་སྲོལ་ཡོད་པའི་ནང་གི་ད་གཞུང

ཀྱི་རབས་ཡིན་ནའི་འདྲ་གང་ལྟར་ནམ་རྒྱུན་གསོལ་མཆོད་ག་རེ་གསན་པ་ཡིན་ན་ཡང་གལ་ཆེ་ཤོས་དེ་ཨ་ནི་ཀུན་སློང་དེ་གལ་ཆེན་པོ་ཞེ་དྲག་ཆགས་ཏེ་ཡོད་རེད་བ། དེ་ཡིན་དུས་ང་རང་ཚོའི་ནང་པའི་ཆོས་ཟེར་ཡ་དེ་ཟབ་དང། ད་ག་ནང་བཞིན་གྱི་མ་ཟབ་ཟེར་ཡ་དེ་ཀུན་སློང་ལ་ཡང་ཐུག་བསྡད་ཀྱི་ཡོད་རེད། བསམ་བློ་བཏང་སྟངས་ལ་ཐུག་བསྡད་ཀྱི་ཡོད་རེད། དེ་ཡིན་དུས་ནི། པའི། སྤྱིར་ད་རིང་འདི་སྨོན་ལམ་ལ་ཕེབས་པའི་སྐབས་ཡིན་ནའི་འདྲ། ད་ག་ནང་བཞིན་གྱི་ཅིག་གི། ཆོས་ཀྱི་སེམས་པའི་སྐབས་ལ་ཡིན་ནའི་འདྲ་ཀུན་སློང་རྣམ་པར་དག་པ་སྣང་ཡང་དེ་གལ་ཆེན་པོ་ཞིག་རག་རེད་ཅེས་འདི་ཐུགས་ལ་ཤར་བ་ན་རེད་བ། ཅེས། སྔོན་མ་སངས་རྒྱས་བཅོམ་ལྡན་འདས་ཀྱི། སྐབས་ལ་ཡར། རེད་བ་ཕལ་ཆེར་མཉན་ཡོད་ལས་ཡིན་པ་ཡོད། གང་ཟག་ཅིག་མི་ཅིག་ད་རྨིས་ཡོད་མ་རེད་རྨིས། ཞར་ལ་ཆགས་བསྡད་རེད་ལོ་ལྔ་ཆགས་བསྡད་ཡོད་རེད། ཁོ་རང་གི་མཚན་ལ་ཡང་དགྲ་ཅུང་མི་སྐྱོང་ཞིག་ཡོད་རེད་ཡིན་ན་ཡང་ཁོ་རང་སྤྱན་མེད་པ་ཡིན་ན་ཡང་ཉམས་ལེན་རྣམ་པར་དག་པ་ཞིག་གནང་པ་ལ་བརྟེན་ནས་དགྲ་ཆུང་པོ་ཐོབ་པ་རེད་ཨ་ནི་དགྲ་ཆུང་པོ་ཐོབ་ནས་ཁོ་རང་སྤྱན་མེད་པ་ཡིན་ཙང་ཡག་མ་ཕེབས་པའི་སྐབས་ལ་ཡང་རྐང་པའི་འོག་ལ་ཡང་འབུ་དེ་འདྲའི་སྐབས་རི་རྫིའི་སྒྲོ་ཡར་འདྲ་བོ་དང་དེ་འདྲ་ཡོང་གི་ཡོད་རེད་ཨ་དེ་འདྲ་ཞིག་སྐབས་ལ་ཡང་གཞན་དག་དེ་ཚོ་གིས་ཨོ་ད་དཔེ་རེད་ད་དགྲ་ཆུང་པོ་ཡིན་ཟེར་གི་ཡོད་རེད་དེ་ལས་རེད་བ་འབུ་བསད་ཡི་འདུག་ཟེར་ནས་སངས་རྒྱས་བཅོམ་ལྡན་འདས་ནས་ཞུས་པ་རེད། ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་གར་དཀར་ནག་པོར་བྱས་པ་ཡིན་ན། དགྲ་བཅོམ་རོལ་བ་མི་སྐྱོང་ཕྱག་བྱ་བ་ཡིན་ན། ཁོ་རང་གི་ཐུགས་ལ་ཡང་བསམ་བློའི་ནང་ལ་འབུ་བསད་བར་བསམ་པའི་ཀུན་སློང་གི་ཏིལ་འབྲུ་ཙམ་ཡོད་མ་རེད། དེ་ལས་ལྡོག་སྟེ་སེམས་ཅན་ལ་བརྩེ་བའི་བདག་ཉིད་ཅན་ཆགས་བསྡད་དུས་ཁོ་རང་ལ་ཉེས་པ་ཡོད་མ་རེད་སྡིག་པ་ཡོད་མ་རེད་ཁྱེད་རང་ཚོ་ཁ་མ་བཏང་སྐྱོན་བརྗོད་མ་བྱེད་གསུངས་ཡོད་རེད། ཨ་ནི་དེའི་མཇུག་དེ་ལ་ག་རེ་གསུང་བར་བྱས་ན། ཆོས་རྣམས་ཡིད་ཀྱི་རང་བཞིན་ཏེ་ཡིད་ནི་གཙོ་ཞིང་སྔོན་དུ་འགྲོ། སངས་རྒྱས་པའི་ཆོས་ཆོས་ཟ་ཡ་དེ་ཟབ་དང་མ་ཟབ་དང་དགེ་དང་མི་དགེ་ག་བ་འགྲོ་མ་འགྲོ་དེ་བསམ་བློ་ལ་ཐུག་དེ་ཡོད་རེད་ད་ཆོས་རྣམས་ཡིད་ཀྱི་རང་བཞིན་ཏེ་ཡིད་ནི་གཙོ་ཞིང་སྔོན་དུ་འགྲོ། བསམ་བློ་ཀུན་སློང་དེ་གཙོ་བོ་ཆགས་དེ་ཡོད་རེད། རེ་བ། གང་དང་སྡུག་པའི་སེམས་ཀྱིས་ནི་སྨྲས་སམ་ཡང་ན་བྱས་ཀྱིས་རུང། དེ་ལ་དེ་ཡིས་སྡུག་བསྔལ་ཐོབ། བསམ་བློའི་ནང་ལོགས་ནས་འདུག་པ། བསམ་བློ་ངན་པ་ཅིག་བཅངས་ནས་ཕྲག་དོག་ཞེ་སྡང་འགྲན་སེམས་ཅིག་བཅངས། རྣམ་པ་དེ་ལ་ཡང་རེ་བ་ཅིག་ཆགས་མཆོད་འབུལ་བྱེད་ཀྱི་ཡོད་པ་ཡིན་ན་ཡང་འདྲ། ཁ་འདོན་ཁ་འདོན་དགེ་སྦྱོར་རེ་ཅིག་བྱེད་ཀྱི་ཡོད་པ་ཡིན་ན་ཡང་འདྲ། ངོ་ཚ་ར་ཡག་ཡོད་མ་རེད། རེ་བ། ད་ག་ནང་བཞིན་གྱི་བསམ་བློའི་ནང་ལོགས་ལ་ངན་པ་ཅིག་བཅངས་ནས་ལུས་ངག་ཡིད་གསུམ་གྱི་སྤྱོད་པ་ག་འདྲ་རེ་ཅིག་བྱེད་ཀྱི་ཡོད་ན་ཡང་རེ་བ། རེད་བ། ལུས་ཡང་སྨད་སམ་ཡང་ན་བྱས་ཀྱང་སྐད་ཆ་བཤད་གི་ཡོད་པ་ཡིན་ན་ཡང་འདྲ། ད་ག་ནང་བཞིན་གྱི་ལས་ཀ་ག་རེ་ཅིག་བྱེད་ཀྱི་ཡོད་པ་ཡིན་ན་ཡང་དེ་ལ་དེ་ཡིས་སྡུག་བསྔལ་ཐོབ། སྡིག་པ་ཆགས་འགྲོ་གི་རེད་ངན་པ་ཆགས་འགྲོ་གི་རེད་ཀུན་སློང་ངན་པའི་འོང་གི་ག་རེ་བྱས་པ་ཡིན་ན་ཡང། དེ་གི་དཔེ་ལ། རེད་བ། ཤིང་རྟའི་རྗེས་སུ་འབྲངས་པ་ཤིང། ད་ཉི་མ་ཡིན་ན་མོ་སྒྲ་དང་གནམ་གྲུ་ཡོག་མར་བ་ད་ཡག་མར་འགྲོ་བ་ཡིན་ན་ད་ཤིང་རྟ་འཁོར་ལོ་དེ་ཡག་ཤོས་རེད་བ་ད་ཤིང་རྟ་ཤིང་རྟ་འཁོར་ལོའི་ནང་ལ་འགྲོ་བ་ཡིན་ན་རྟ་དེ་གཡས་ལ་འགྲོ་བ་ཡིན་ན་འཁོར་ལོ་དེ་གཡོན་ལ་འགྲོ་གི་མ་རེད་བ་གཡས་ལ་འགྲོ་གི་རེད་བ་རྟ་དེ་རེད་བ་གཡོན་ལ་འགྲོ་བ་ཡིན་ན་འཁོར་ལོ་དེ་རང་བཞིན་གྱིས་གཡོན་ལ་འགྲོ་གི་རེད་བ་འདི་ནང་བཞིན་རེད། རྟ་དེ་མ་གཡོགས་གཡང་ལ་ཆོམས་སོང་ན་འཁོར་ལོ་གཡང་ཆོམས་རུག་རོ། སྲས་ཀྱི་འཁོར་སྒྲོམ་ཡིན་ནའི་འདྲ་ག་རེ་ཡིན་ན་མ་ཟ་རུག་རོ། འདི་ནང་བཞིན་གྱི། ང་ཚོའི་ལུས་ངག་ཡོད་གསུམ་གྱི་སྤྱོད་པ་བཟང་པོ་དང་ཆོས་དང་མཐུན་པ་ཡོང་དང་མ་ཡོང་དེ་ཀུན་སློང་ལ་ཐུག་བསྡད་ཡོད་རེད་ད། ཀུན་སློང་བཟང་པོ་ཡོད་ན་བཟང་པོ་ཡོང་གི་རེད་ཀུན་སློང་ངན་པ་ཡོད་ན་ཨ་ནི་དེ་འདྲའི་རེད་ཞེས་ར་ཡོད་མ་རེད།

སྐུ་བགྱི། རེད་བ། ད་སྐུ་བགྱི། འདི་འདྲའི་འདི་འདྲའི་ཞེས་པ་རེད། ད་ག་ནས་སུ་རླབས་ཆེ་བའི་སྐུ་བགྱི་འདི་འདྲའི་ཞེས་པ་རེད་སྐུ་བགྱི་གཅིག་ཙམ་མ་ཡིན་པ་བརྒྱུད་རིམ་རིམ་པར་ཕྱིན་ནས་གསུངས་ཡོང་གི་ཡོད་རེད་བ། དེ་ཚོ་བརྒྱུད་བྱས། ད་འདི་ནས། དང་པོ་དེ་ལ་ཡ། རྒྱ་གར་སྐད་དུ་བཛྲ་རྟ་ཀ་མ་ལ་སུ་བྱས་ནས། ཅི་ད་ང་ཚོ་བོད་པའི་གཞུང་གི་ནང་ལོགས་ལ་ཡ། ད་རྒྱ་གར་སྐད་ནས་ཚུར་བསྒྱུར་བྱ་མགྱོགས་ཀྱི་བོད་པའི་གཞུང། ད་ཕལ་མོ་ཆེ་གི་ནང་ལོགས་ལ་ཡ། རྒྱ་གར་སྐད་དུ་རྒྱ་གར་སྐད་དུ་ཞེས་ཐོག་མར་གསུངས་ཡོང་དགོས་པ་རེད་དེ་གསུངས་ཡོང་ཡང་དེ་དགོས་པ་ག་རེ་ལས་བྱས་པ་ཡིན་ན། བསྟན་བཅོས་དེ་དང་དེའི་རྒྱ་གར་མཁས་པའི་རྩོམ་ཞན་འགྱུར་ཅིག་ཚུར་འགྱུར་ཞན་འགྱུར་ཡིན་ཁུངས་དག་པོ་ཡིན་ས་ཡ་དེ་བསྟན་ཡག་གི་ཆེད་དུ་རྒྱ་གར་སྐད་དུ་ཡིན་གཅིག་མིན་གཅིག་གསུངས་ཡོང་དགོས་ཡོད་རེད་ད། དེ་མིན་དེ་ནང་བཞིན་དགོས་པ་གཞན་དང་གཞན་གསུངས་ཡག་ཡོད་རེད་སྐད་ལ་བག་ཆགས་བཞག་པ་ལ་སོགས་པ་དེ་བྱས། ད་བཛྲ་རྟ་སེ་ཏི་ཙམ་པ་ལ་སྐྱེས་པའི་གཟུགས་མེད་དུ་རབ་བྱས་ཨ་ནི་མ་ལ་སེ་ཏི་རྒྱུད་བྱས་སྐྱེས་པའི་རབས་ཀྱི་རྒྱུད། ད་བམ་པོ་དང་པོ། སྟབས། རྒྱ་གར་གྱི་གཞུང་གི་ནང་ལོགས་ལ་ཡ། རེད་བ། རྒྱ་གར་རང་གི་གཞུང་གི་ནང་ལོགས་ལ་ཡ། བམ་པོ་དང་པོ་བམ་པོ་གཉིས་པ་སོགས་བྱས་ནས་བམ་གྲངས་དེ་ཞེ་རག་ཡོད་ས་མ་རེད། དེ་ཡིན་དུས་ད་རྒྱ་གར་གྱི་བསྟན་བཅོས་བོད་ལ་བསྒྱུར་བཞག་མགྱོགས་དང་དེ་ཚོའི་ནང་ལོགས་ལ་ཡ། བསྟན་བཅོས་ལ་ཡ། ཚིག་ལ་གྲངས་ཀ་བརྒྱབ་ནས་བམ་གྲངས་བཀོད་ནས། བ། སློབ་སྦྱོང་བྱས་པའི་སྐབས་ལས་ནས་འདྲ། ཅིག་མ་འཁྲུགས་པ། ཚུ། བསྡུ་ཐུབ་ཡག་གི་ཆེད་དུ་བམ་གྲངས་དུ་བཀོད་ན་བཞག། འདི་འདྲ་ཞིག་ལྟ་འདུག་སྐོས་རེས་བྱས་སྔོན་གྱི་ལོ་ཙཱ་བ་རྣམ་པ་ཚོགས་ཀྱི་ཆ་ཤས་དང་ཆོས་རྒྱལ་རྣམ་པ་ཚོགས་ཀྱི་སྐད་དུ་སྣང་ནས་འདུག་ཟེར་རེད་ཤག་དེ་ཡིན་དུས་ད་བམ་པོ་གཅིག་ལ་ཡང་ནམ་རྒྱུན་ཤོ་ལོ་ཀ་སུམ་བརྒྱ་ལ་བམ་པོ་གཅིག་གསུང་གི་ཡོད་རེད་གྲངས་ཚད་དེ་བམ་པོ་གཅིག་བྱས་ད་ད་ལྟ་དེ་སྐྱིད་རབས་ལ་ཡང་བམ་པོ་བཅུ་གཉིས་འདུག་སྲིད་ཡོད་པ་ཡིན་གསལ་རེད། དེ་ཡིན་དུས་རྩོམ་པ་ལ་ད་ཤོ་ལོ་ཀ་ད་མང་པོ་ཞིག་ར་ཆ་ཡོད་རེད་བ། དེའི་ཆེད། དང་པོ་དང་པོ་བཅོམ་ལྡན་འདས་ངག་གི་ངག་གི་འོངས་པ་ལ་ཕྱག་འཚལ་ལོ་ཟེར་ནས་ད་དེ་འགྱུར་ཕྱག་ཡིན་པ་རེད། རྒྱ་གར་གྱི་སྐད་ནས་བོད་ཀྱི་སྐད་ལ་བསྒྱུར་བ་ཡི་སྐབས་སུ་ཨ་ནི་རང་གི་ལྷག་པའི་ལྷ་ཟེར་ནས་འདྲ་ཡང་བསྟན་བཅོས་གང་བསྒྱུར་དགོས་ཡོད་པའི་བསྟན་བཅོས་ཀྱི་བརྗོད་བྱ་དང་མཐུན་པའི་ལྷག་པའི་ལྷ་ལ་ཡང་ཕྱག་འཚལ་བའི་ཐོག་ནས་ཨ་ནི་བསྟན་བཅོས་དེ་རྩོམ་པ་མཐར་བསྒྱུར་བ་མཐར་ཕྱིན་པ་ཡོང་ཡ་ལ་སོགས་པ་དང་བསྒྱུར་བ་ལ་བར་ཆད་མི་ཡོང་བ་ལ་སོགས་པ་ཀྱི་ཆེད་དུ་བསྒྱུར་བྱ་དུ་མཛད་པ་རེད་ད་འདི་ལོ་མཛད་པའི་བསྒྱུར་བྱ་མཛད་པ་ཅེས་བྱ་སྟེ་བཞག་ད་འདིའི་རྗེས་ལ་ཡང་ད་སྐྱེས་རབས་དེ་མ་གསུངས་ཡུན་དུ་བརྩམས་པ་ལ་ད་ཟབ་ཆད་ཅི་ད་མང་པོ་ཞེ་དྲག་ཡོད་རེད་ད་ཞེ་དྲག་ཞེ་དྲག་དུས་ཚོད་མེད་པ་ཡིན་དུས་ཞུ་མ་གོ་བ་ཆེ་གང་ལྟར་རྡོག་རྡོག་ཞུས་པས་ན་རྩོམ་པའི་ཡན་ལགས་ཞེས་པའི་རུ་བ་བསྟན་བཅོས་དེ་རྩོམ་པའི་སྔོན་འགྲོ་འདྲ་བོ་གཅིག་བྱས། གཞུང་དངོས་གཞི་གཅིག་བྱས་མཇུག་བྱས་ནས་གསུམ་ཡོང་གི་ཡོད་རེད། དེ་ཡིན་དུས་བརྩམས་པ་ལྟར་ཡན་ལག་གི་རྩོམ་པའི་ཡན་ལག་གི་དབང་དུ། སྐབས་ལ་ཡ། པ་འདས་ཡོན་ཏན་དམ་པས་ཡོངས་སུ་བཀྲ་ཤིས་པའི་གྲགས་པའི་གཞི་ཁྱོད་མ་སྨད་ཤིན་ཏུ་ཡིད་དུ་འོང་ཐུབ་པའི་སྐུ་ཚེ་སྔ་མའི་སྤྱོད་པ་རྨད་བྱུང་རྣམས་བདག་གི་སྙན་ངག་མེ་ཏོག་སྙིམ་པས་གུས་པས་མཆོད་ཞེས་སོགས་ཀྱི་རྩོམ་པའི་ཡན་ལག་ཆགས་བསྡད་ཡོད་རེད། ལྷག་པར་དུ་ད་ལྟ་ཚིགས་བཅད་ཤོ་ལོ་ཀ་འདིའི་སྐབས་ལ་ཡ། དཔའ་ལྡན་ཡོན་ཏན་དམ་པས་གཡོ་མཚོ་བཀྲ་ཤིས་པ་སི་ཏུས་བཀྲ་ཤེས་པའི་ཚིག་ཆོས་ཤིས་བརྗོད་མཛད། གྲགས་པའི་ཞི་ཁྱོད་མ་སྨད་ཤིན་ཏུ་ཡིད་དུ་འོང་ས་ཡི་སྐབས་ལ་སྐྱེས་རབས་ཀྱི་བསྟན་བཅོས་ཐིག་གི་བརྗོད་བྱ་འདི་འདྲ་འདི་འདྲ་ཅིག་རེ་ད་ཟེར་ནས་བསྟན་བཅོས་ཀྱི་ལུས་འདི་མ་བསྟན་ཡོང་གི་ཡོད་རེད་ཨ་ནི་ཐོས་པའི་སྐུ་ཚེ་སྔ་མའི་སྤྱོད་པ་རྨད་བྱུང་ན་བདག་གི་སྙན་ངག་མི་རྟོག་སྙན་པའི་གུས་པས་ཆོས་སི་ཏུས་བཙོན་པ་ལ་ཆོས་བརྗོད་དུ་གསལ་ཡིན་དགོས་རེད་ཤོ་ལོ་ཀ་གཅིག་གི་ནང་ལོགས་ལ་བཀྲ་ཤིས་པའི་ཚིག་དང་བརྗོད་བྱ་ངོས་བཟུང་བ་དང་བདག་ནང་བཞིན་གྱི་ཆོས་བརྗོད་ལ་སོགས་པའི་མཛེས་ཀུན་ཡོད་པ། འདུག་སའི་ཆ་དེ་ཡོད་རེད། དེ་ཡིན་དུས་ད་དཔལ་ལྡན་ཡོན་ཏན། འགྲེལ་བཤད་བསྡུས་དུས་ཤེས་ན་དཔལ་ལྡན་ཡོན་ཏན་དམ་པས་ཡོངས་སུ་བཀྲ་ཤིས་པ་བྱས་ནས། དཔལ་ལྡན། ཟེར་དུས་ད་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་སྐྱེ་སྔ་མ་རྣམས་སོ། སྔ་མ་དེ་ཡང་གཅིག་ཉིད་མ་ཡིན་པར་སྐུ་སྐྱེ་སྔ་མ། གྲངས་མེད་པའི་སྐབས་སུ། སེམས་ཅན། སྡུག་བསྔལ་བའི་མནར་བའི་སེམས་ཅན་ཐམས་ཅད་ལ་ཡར། བརྩེ་བ་སྙིང་རྗེ་ཆེན་པོས་ཀུན་ནས་གནང། དེས་ཀྱི་དྲངས་པའི་ཨ་ནི་གཅིག་གི་བྱང་ཆུབ་ཀྱི་སེམས། རོལ་བ། འདི་འདྲའི་ཆེའི་ཐུགས་རྒྱུད་ལ་འཁྲུངས། དེ་ཡིན་དུས་བརྩམས་པ་ལ་བལྟ། དཔལ་ལྡན་སྲིད་དུ་གང་ལྟར་སེམས་ཅན་ཐམས་ཅད་ལ་དམིགས་པའི་སྙིང་རྗེ་དང། ད་ག་ནས་ཤེས་སྙིང་རྗེ་དེས་དྲངས་པའི་ནི་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ད་ཐུགས་དགྱེས་པའི་བྱང་ཆུབ་ཀྱི་སེམས་གཉིས་པོ་ཀྱི་དཔལ་དང་ལྡན་པ། རོལ་བ། དཔལ་དང་ལྡན་པ། འདི་འདྲ་བའི་དཔལ་དང་ལྡན་པས་བརྟེན་ནས་ཡོན་ཏན་དམ་པ། ཡོན་ཏན་དམ་པ་སྲིད་དུ་ད་འདི་འདྲ་བའི་སྙིང་རྗེ་དང་བྱང་ཆུབ་ཀྱི་སེམས་ལ་སོགས་པའི་ཚད་མེད་པ་དེ་དག་གིས་བལྟས་ནས་ཡོན་ཏན་དམ་པ་ག་རེ་ཡིན་དགོས་ཡོད་རེད་ཞེས་པ་ཡིན་ན། ཨ་ནི་གཅིག་ཚོགས་ལམ་དང་སྦྱོར་ལམ་ས་ཡ་དང་རུ་བ་ཚོགས་སྦྱོར་གཉིས་དང་ནི་ཞེས་མ་དག་ས་བདུན་དག་པོ་ས་གསུམ་གྱི་ཡོན་ཏན་གྱི་དམ་པ་དེ་དག་སྙིང་རྗེ་དང་བྱང་ཆུབ་སེམས་ལ་སོགས་པ་ཚོགས་གཉིས་པོ་ཆེན་པོ་ལ་བལྟས་ནས་ཨ་ནི་ཡོན་ཏན་དམ་པ་དེ་འདྲ་ཅིག་འབྱུང་དགོས་ཡོད་རེད། ཡོན་ཏན་དམ་པ་ཡོངས་བཟུང་ཟེར་དུས་འདི་འདྲི་བའི་ཚོགས་ལམ་ནས་དག་པ་ས་གསུམ་གྱི་བར་དུ་ཡོན་ཏན་མཐའ་ཡས་པ་འདི་འདྲ་ཅིག་སྔོན་དུ་སོང་བ་ལ་བརྟེན་ནས་དེ་ཡང་ཡོན་ཏན་དེ་ཡང་སྐུ་སྐྱེ་གཅིག་ཉིད་མ་ཡིན་པ་བསྐལ་ཆེན་གྲངས་མེད་གསུམ་གྱི་བར་དུ་དག་པ་ས་གསུམ་གྱི་བར་དུ་རིམ་རིམ་གྱིས་བགྲོད་པ་ལ་བརྟེན་ནས་མཐར་སེམས་ཅན་ཐམས་ཅད་ཀྱི་ཆེད་དུ་རོལ་བ། སྐུ་བཞི་ཡེ་ཤེས་ལྔ་ལྡན་གྱི་གང་ལྟར་སངས་རྒྱས་ཀྱི་གོ་འཕང་བླ་ན་མེད་པ་འདི་འདྲ་ཞིག་ཐོབ་པ་ཡོང་གི་ཡོད་རེད། དེ་འདྲ་བའི་སངས་རྒྱས་གོ་འཕང་ཐོབ་པ་ལ་བརྟེན་ནས། སྐུ་གསུམ་མཛད་པ་ཕྲིན་ལས་དང་བཅས་པའི་ཐོག་ནས་ད་དེ་འདྲ་བཀྲ་ཤིས་པ་སར་ཞུགས་ཡོད། མཛད་པ་ཕྲིན་ལས་དང་བཅས་པའི་ཐོག་ནས། ཨ་ནི་སེམས་ཅན་ཐམས་ཅད་ལ་ཡང་གནས་སྐབས་སུ་ཕན་པ། མཐར་ཐུག་ཕན་པ་གནས་སྐབས་སྔོན་དུ་གོ་འཕང་མཐར་ཐུག་ངེས་ལེགས་ལ་སོགས་པ་དེ་ཡང་གང་ལ་གང་འདུལ་བའི་ཐོག་ནས་གང་ལ་གང་འདུལ་གྱི་བློ་དང་འཚམས་པའི་ཐོག་ནས། ད་སངས་རྒྱས་ན་དེ་འདྲ་ཞིག་གནང་ཐུབ་གི་ཡོད་རེད་བ་དེ་ཡིན་དུས་གང་ལ་གང་འདུལ་གི་ཐོག་ནས་བཀྲ་ཤིས་པ་ཞིག་ཡོང་གི་ཡོད་རེད། བཀྲ་ཤིས་པ་ཞིག་ཡོང་པ་ཤོག་ཅེས་དེ་བཀྲ་ཤིས་པའི་ཚིག་དེ་བརྗོད་པ་རེད་བཞག་ད་འདི་གི་བཀྲ་ཤིས་པ་ཆེད་ད་གཉིས་པ་དེ་བརྗོད་དོན་ངོས་བཟུང་བ་དེ་རེད་དོ། འོ་ལོ་སོ། གྲགས་པའི་གཞི་ཁྱོད་མ་སྨད་ཤིན་ཏུ་ཡིད་དུ་འོང། བྱས་ནས་འདི་འདྲ་བའི་རྒྱལ་སྲས་ཀྱི། སྤྱོད་པ། དག་ནས་གཤེན་གྱི་སྐྱེས་རབས་ཀྱི་བརྗོད་བྱ་རྒྱལ་སྲས་ཀྱི་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་སྐྱེ་སྔ་མ་དང་སྦྱར་བའི་བྱ་དགའ་བའི་རྒྱལ་སྲས་ཀྱི་སྤྱོད་པ་དེ་ཚོ་ག་རེད་ཞེ་ན་གྲགས་པའི་གཞིར་གྱུར་པ་རེད། སྐྱེ་བོ་སུ་འདྲ་རེ་ཞིག་ཡིན་པ་ཡིན་ན་ཡང་སངས་རྒྱས་སྐུ་སྐྱེ་སྔ་མ་ནང་བཞིན་གྱི་མཛད་པ་མཛད་ཉལ་འདི་འདྲ་ཅིག་སུས་མཐོང་པ་ཡིན་ན་ཡང། འདི་དཔེ་ཡག་པོ་རེད་ད་བྱས་ནས་ཚང་མས་བསྔགས་བརྗོད་མཛད་འདི་འདྲ་ཅིག་ཆགས་བསྡད་ཡོད་རེད། གྲགས་པའི་གཞིའི་རྒྱུར་མ་སྨྲས་བྱས་ནས། འདི་འདྲ་བའི་མཛད་པ་བྱང་ཆུབ་སེམས་དཔའི་མཛད་པ་དེ་དག་མ་སྨྲས་པར་རེས་སྔོན་ནས་ཕྲ་ནི་མཐའ་གཅིག་ཏུ་རྣམ་པར་དཀར་བ། སྐྱོན་དང་བྲལ་བ་དེ་འདྲ་ཅིག་ཆགས་ཏེ་ཡོད་རེས་ཨོ། ཤིན་ཏུ་ཡིད་དུ་འོང། རྒྱལ་སྲས་ཀྱི་སྤྱོད་པ་འདི་འདྲ་བ་འདི་སུས་བྱས་པ་ཡིན་ན་ཡང་བསྔགས་བརྗོད་དོན་གྱི་གྲགས་པའི་གཞི་ཁྱོད་བསྔགས་བརྗོད་ཕུལ་བ་ཙམ་དུ་མ་ཟད་པའི་སེམས་ཀྱི་གདིང་ནས་ཨ་ནི། ཡིད་དུ་འོང་བ་དངོས་གནས་དྲན་ནས་ད་ཡག་པོ་རེད་ད་བསམ་པའི་ཚང་མས་པའི་མངོན་པར་བསྟོད་པ་ཅིག་ཚང་མས་པའི་ཡི་རངས་སྐྱེ་ཡ་ཅིག་ཡིད་དུ་འོང་བ་མཐོང་ཡ་ཅིག་ཡོང་གི་རེད་མདོར་བསྡུས་པ་ཡིན་ན་སྐྱིད་རབ་ཀྱི་བརྗོད་དོན་དུ་གྱུར་པའི་རྒྱལ་སྲས་ཀྱི་སྤྱོད་པ་དེ་དག་གྲགས་པའི་གཞིར་གྱུར་པ་ཅིག་རེད་བླ་ན་མེད་པ་ཅིག་རེད་འོ་ཅིག་ཡིད་དུ་འོང་བའི་སྤྱོད་པ་བླ་ན་མེད་པ་ཅིག་རེད་བྱས་ནས་ད་བརྗོད་བྱ་ངོས་བཟུང་བའི་ཐོག་ནས་ད་ད་ལྟ་སྐྱིད་རབ་ཀྱི་བརྗོད་དོན་དེ་བསྟན་ཡོང་གི་འདུག།

རུ་བ། གུས་པས་བསྟོད་པའི་ཐོག་ནས་ད་རིམ་པས་མ་རྩོམ་ཡོང་གི་ཡིན། དེ་ཡང་བདག་གིས་རྩོམ་སྟངས་ཟེར་ནས་འགྲོ་ཆོས་སྟངས་དེ་ཡང་བས། ཡོན་ཏན་བརྗོད་པའི་ཐོག་ནས་ཚིག་སྙན་པོའི་ཐོག་ནས་རུ་བ། ཡིད་ཐང་བ་ཙམ་དུ་མ་ཟེར་བའི་ངག་ཚིག་སྙན་པོའི་ཐོག་ནས་ཨ་ནི་བ། གུས་པས་ཆོས་པ་དང་འབྲེལ་ནས་ཨ་ནི་མ་བརྗོད་དོན་རིམ་པས་མ། བསྟན་གྱི་ཡིན་ཞེས་དུ་ཆོས་བརྗོད་དུ་ཟེར་བ་ཞིག་ཆགས་ཏེ་བཞག། སྤྱིར་ད་ལྟ་སྐྱིད་རབ་ཀྱིས་རྩོམ་གཤིས་འདི་རྩོམ་དེ་ཞོལ་གཅིག་གི། ཁྱད་དུ་འཕགས་པ་རེ་ཆེ་དེ་འདྲའི་གསུང་སྲོལ་འདུག་ཨ། སྐྱིད་རབ་ཀྱི་རྩོམ་གྱི་གཤིས་ཀ་དེ་དང་རྗེ་བདག་ཉིད་ཆེན་པོའི་ནམ་རྒྱུན་ལྗགས་རྩོམ་གྱི་རྩོམ་གྱི་གཤིས་ཀ་དེ་འདྲ་བོ་ཞིག་རག་ཡོད་རེ་ཆེ། དེ་འདྲའི་གསུང་སྲོལ་དེ་འདྲ་ཅིག་ཡོད་ས་རེད། འོན་ཡང་ད་དེ་ཆུ་ཚོད་ཟིན་ས་ཡིན་ཟེར་བ། འོ་ན། བཅུ་གཅིག་དང་སྐར་མ་བཞི་བཅས་ལྔ་རེད་བ། དེ་ཡིན་དུས། ད་དུས་སུ་ཆེ་དུས་དུས་ཅིག། ཟབ་ཆས་མ་གཏོང་སུ་ཆེ་དུས་སུ་ཆེ་ཞུས་པ་བྱས། འོན་གང་ལྟར་རྣམ་པ་ཚོས་གང་ལྟར། ང་ཚོ་བོད་ཁ་བ་གངས་ཅན་པའི་ས་ཡ་འདི་འདྲའི་གཅིག་གི་ཡུལ་དུ་སྐྱེ་ཨ་ལྷག་པར་དུ་འཕགས་པ་སྤྱན་རས་གཟིགས་ཟླ་བ་ལ་བྱིན་གྱིས་བསྐྱངས་པའི་རྒྱལ་བ་ཡེ་ཤེས་ནུས་པའི་གདུལ་ཞིང་དུ་ཞབས་འོག་ཏུ་སྐྱེས་པ་དེ་དངོས་གནས་ཀྱི་སྐྱེས་པ་བཟང་པོ་གཅིག་ཆགས་ཏེ་ཡོད་རེད། དེ་འདྲའི་གཅིག་ཡིན་དུས་རྒྱུན་དུ་ནས་ང་རང་ཚོའི་གི་སྒོ་གསུམ་གྱི་སྤྱོད་པ་འདི་ཆོས་དང་མཐུན་པ་ཨ་ལྷག་པར་དུ་རེ་བ་ཐེག་པ་ཆེན་པོའི་ཆོས་དང་མཐུན་པ་དེ་ཡང་བྱང་ཆུབ་སེམས་ཀྱི་ཉམས་ལེན་ས་ཡ་དང་བསླབ་བྱ་དུ་མ་འགལ་བའི་ཐོག་ནས་གང་ཐུབ་ཀྱིས་གཅིག་གནང་བསམ་བསམ་གྱིས་ཀུན་སློང་གི་ཐོག་ནས་གནང་སྐྱོང་ཡོང་བ་ཞུ། དུས་ཆེ། རྟ་མཆོག་རྗེ་ཉིད་ཟབ་པའི་རྒྱལ་བ་དེ་བསྟན་དང་འགྲོ་བ་ཀུན་ལ་གང་ཕན་དང་མཁས་པར་གྱུར་པའི་བློ་བཟང་གྲགས་པ་ཡི་བསྟན་པའི་སྙིང་པོ་རིང་དུ་གསལ་བྱེད།